བོད་ཡིག་མ་དུ་བྲིས་མ་ཤེས་ངེས་དེ་འདི་ནི་བོད་ཡིག་ནང་བྲིས་ན་ཡག་པོ་རེད་ཡང་ས་པོ་རིང་དེ་ཚོ་བོད་ཡིག་འདི་སོ་སོ་གིས་དབྱིན་ཇིའི་ནང་ལ་མ་བསྒྱུར། ཨ་ནི་དབྱིན་ཇིའི Translate བྱེད། ཨ་ནི་དེ་འདྲས་བྱེད་བྱས་སྙམ་པོ་ལ། བཟོས་ཐུབ་ན་འདི་ཡང་དཔེ་རྙིང་བརྗེ་བོ་ཅིག་ཆགས་དགོས་རེད་ཡང་ཅིག། ཏིས་ཅིག། ཡག་པོ་ཅིག་ཆགས་དགོས་རེད། རོ། ཨ་ནི་འདི་སྙམ་པོ་ལ་ཨ་ནི་ཕ་གའི་ག་ས Principal Applicant གིས་འདི་སྒུག་དགོས་རེད་སྙམ་པོ་ལ།

ལོ་ལ Income དང་དེ་ཚོ་ལྟ་གི་རེད་སྤྱི་བཏང་གི་འདི་འདི་ལས་མ་རེད་གཞི་བཞག་ཡས་འདི་ཆང་ས་རྒྱབ་འཐེན་འཐེན་ཆོག་ཡས་འདི་ཁྱོད་རང Income ཡོད་ན་འཐེན་ཆོག་གི་རེད Income མེད་ན་འཐེན་ཆོག་མ་འདི་འདྲ་གས་ཡོད་མ་རེད་ཁྲིམས་ནང་ལ་ཆང་ས་རྒྱ་གང་ལྟར་ཆང་ས་ཅིག་ཡིན་པ་ཡིན་ན་ཁོ Income འདི་འདི་ག་སྐོར་ལ་ཡས་ཡོད་མ་རེད་འདི་ཁས་པ་ཡས་ཡོད་མ་རེད།

ཐེབས་རྩིས་རྒྱབ་དགོས་འོ་རེད། ཉན་མ་ཡིན་ན། འདི། ག་ས option ཡོད་མ་རེད་འདི། དམིགས་བསལ་གྱི་དེ་ལ status ཞུས་ནི་མ་གཏོགས་ཅིག་གི། ཨ་ནི། འདི་མ་གཏོགས་ཅིག་གི་ཞེན་པ། ད་ད་འདི་གསར་བ་འདི་ལ biometric། འདི system འདི་ཟེར་བའི་འདུག་གང་ལ་འདི་བྱེད་དགོས་འོ་རེད་འདི་ལ་སྒོར་མོ་དྲུག་ཅུ་སྤྲད་དགོས་འོ་རེད། འོ་འདི་འདྲ་བྱེད་འདུག་ག་ལ་ད་གཅིག་སྟོང་བརྒྱ། དང་པོ་ཉན་ལ application གི། fees འདྲ་བོ་ཅིག་ཆགས་འདུག་འོ་རེད་འདི་སྤྲོ་རུ་བྱེད་ཕྱིར་རོ། ཨ་ནི་འདི།

རིག་སྔགས་དེ་ཐུང་བ་དེ་འདྲའི་བྱ་ཡས་ཀྱིས་མང་པོ་ཅིག་གནད་འགག་ཆགས་འདི་གོ་རོ། ད་ངས་རྡོག་རྡོག་ཞུ་ཡས་གལ་ཆེ་ཤོས་དེ་གང་མགྱོགས་མགྱོགས་གོ་ཡས་ལ་ག་རེ་གུ་གོ་ལ་ན། ཆང་ས་རྒྱ་ཡས་ཀྱིས་འདི་གང་ལ་སྦྲུམ་འདི་དཔལ་རིང་པོ་རྙོག་པོ་ཁྱོད་ནི་ཁོ་རང་མེད་ནས་ཡག་ག་རོ་ག་ཚད་ཐུང་བ་བྱས་རོགས་ཨ་ནི་ཡག་པོ། Proof དེ་ཚོ Solid Proof བྱས་ཨ་ནི་སྦྲུམ་ཐུན་དུས་ཅིག་དཔལ་རིང་པོ་ཅིག་ག་ལ་བོར་ད་དཔལ། སྣར་བདེ་སྐྱོ་ཡིན་པར་རུང་སྦྲུམ་དེ་འདྲས་ཡིན་པ་ཡིན་ན་ད་དྲི་བའི་སྒང་ལ་དྲི་བ་ལས་དྲི་བ་སྒང་ལ་དྲི་བ་ལོས་དུ་ཨ་ནི་ཚ་ཡ་མེད་བྱེད་དུ་ཨ་ནི་འདིའི་དཀའ་ངལ་ཆེ་ཤོས་ཀྱི་ཆགས་སྒོར་ད་འདིའི་གོ་རེ་ཡ་རྒྱུ་མཚན་གཅིག་འདི་ཆགས་སྒོར་ང་ཚོའི་སྤྱི་ཚོགས་ནང་ལ་མང་ཤོས་ཀྱི་འདི་སྒང་ལ་ཁ་ནས་དྲི་བ་སྒང་ལ་དྲི་བ་ལས་དྲི་བ་སྒང་ལ་དྲི་བ་ལས་དེ་ནི་ད་ལན་སྒང་ལ་ལན་རྒྱབ་མ་ཐུབ་དུ་ཐེ་ཚོམ་སྒང་ལ་དེ་ནི་གང་འཇུག་མ་འཇུག་ལབ་ཨ་ནི་འདིའི་གི་དཀའ་ངལ་མང་པོ་ཆགས་ནས་དེ་འདྲས་བྱེད་བྱས་རེ་ཅག་བྱེད་ཉེས་པས་མང་པོ་བྱུང་ཡོད་རེད།

གཅིག་ཡང་རྒྱོབ། གཅིག་བལྟས་གཅིག། ཐོས་པ་འདི་འདྲའི་ཡོད་པ་ཡིན་ན་དཔེར་ན་པར་འདྲ་བོ་འདི་འདྲའི་ཡིན་ན་རེད་ཁྱེད་རང་ངོས་ནས་ཨ་ནི་ཡང་སྦས་ངན་གང་འདི་འདྲའི་སྙན་དམག་གི་ཕ་གི་ལ་རྒྱ་ལ་ཡོད་བསྡད་པ་འདི་འདྲའི་ཡོད་བ་ཡིན་ན་རེད་གང་ལྟར་གཅིག་ཡང on going process སུ་སུ་གི་ད་ཤུ་གུ་རྒྱང་ནས་བྱས་ད་ལྟ་བར་དུ་འགྲོ་ནས་ལོ་གཅིག་ཟླ་བ་དྲུག་ཟླ་བ་བརྒྱད་འདི་འདྲའི་འགྲོ་ཚར་བ་ཤིའུ་རྒྱང་ནས་འདིའི་དཔའ་རུག་གི Progress Report དེ་ཚོ་ཚང་མ་ཨ་ནི་བསྡུ་རུབ་བྱེད་བྱས་སོ་སོས་ཀྱི་དཔལ་ཡག་པོ་ཉག་བྱས་ཨ་ནི་གོ་རིམ་བཟོས་དཔར་དེ་ཚོ་ཡིན་ན་གོ་རིམ་བཟོས་ཨ་ནི་མ Album འདྲ་བོ་བཟོས་ཨ་ནི་མ་དེ་འོག་ལ་ཨ་ནི་ཚང་མ་སོ་སོ་སོ Comment དེ་ཚོ་བཟོས་རོ་དཔར་གྱི་ག་རི་ག་རི་ལ་ཡིན་མེད་ཨ་ནི་དཔར་གྱི་ནང་ལོགས་ལ་གལ་ཆེ་ཤོས་གཅིག་ག་རི་ཡོད་རེད་ཟེར་ལ་ན་སོ་སོ་དཔར་ག་བ་བརྒྱབ་བ་ཡིན་ན་དེ། པར་གྱི་རྒྱབ་ལྗོངས་ཡིན་གཅིག་མིན་གཅིག་ཧ་གོ་དགོས་བར་དཔེར་ན་ཁྱེད་རང་གི་པར་གྱི་རྒྱབ་ལོགས་ལ། Picture། ཅིག་ཡོད་བ་ཡིན་ན། འདིས་གང་ལ་སྐད་ཆ་དྲིས་ཟིག་རེད་བཅའ་ལག་ག་འདྲེ་ཅིག་མཐོང་བ་ཡིན་ན་འདི་འདྲས་གང་ལ་སྐད་ཆ་དྲིས་ཟིག་རེད་གོ། དཔེར་ན་རྒྱབ་ལོགས་ཀྱི་པར་དེ་སུ་རེད་ལ་ཡང་པར་ག་ཤེད་པར་བཅང་བྱ་རྒྱུ་དེ་ནི་སྤུ་གུ་པར་དང་ནང་མི་པར་འདྲ་འདི་ཡོད་ར་བ། ཨ་འདི་ཟེར་ཨོ་ད་འདི་ངེད་ཀྱི་འདི་རེད་ཨ་ཞང་ཨ་ནེ་ཅོ་ཅོ་རེད་ཡང་ན་པའོ་རེད་ཨ་མ་རེད་ད་ཁོ་པར་དེ་ཚོ་ཚང་མ

ཁྱོད་ནི་ཁོ་རང་ཧ་མ་གོ་དྲན་གི་མེད་བ་ཡིན་ན། ཨ་ནི་ཡ་འདི་ལ་ཡ་ཡོད་རེད་ཁྱེད་རང་ཚོ་གི་ཀུ་ཅི། ང་འདི་ཏག་ཏག་ཅིག་དྲན་གི་མི་འདུག་ད་འདི་ཟླ་བ་དྲུག་ཟླ་བ་བརྒྱད་ལོ་མང་པོ་འགྲོ་ཚར་རེད་ང་དུས་ཚོད་ཏག་ཏག་ཅིག་དྲན་གི་མེད་ཡིན་ན་འདི་འདི་འདྲའི་ཅིག་རེད་མ་གཏོགས་ཅིག་གཞན་པ་ང་ཏག་ཏག་དྲན་གི་མེད་མཚམས་མཚམས་ང་རང་ཟླ་མགོ་ཁ་ལག་གར་ཟ་ཡ་མེད་འདི་བཤད་ཐུབ་ཀི་མེད། འདི་ལབ་ཐུབ་བ་ཡིན་ན། ཨ་ནི་ཡ་དེ་ཅིག་འདི་ཡོད་རེད་གཞན་པ་ཚོ་ལ་མ་ཚོ་ཅིག་བཤད་བདེ་བ་ཡིན་ན་ཡོང་གི་ཡོད་མ་རེད་ཞུས།

ཨ་ནི interview ལ་ག་འདྲའི space བྱེད་དགོས་རེད། ཨ་ནི interview གི་ནང་ལོགས་ལ་ད་དཔེར་ན་ག་རི་ག་རི་སོ་སོ་གི་ད་སོ་སོ་ངོས་ནས་གྲ་སྒྲིག་ག་རི་བྱེད་དགོས་ཡོད་མེད་འདི་ད་ངེད་ཀྱི་ཡང next བརྙན་ཐུང་འདི་ལ་བཟོ་ཡ་ཡིན next video འདི་ཨ་ནི་རྣམ་པ་ཚོ་གསན་རོགས་གནང་ཞོའི། ཨ་ནི subscribe གནང་རོགས་གནང། ཨ་ནི་དྲི་བོ་འདི་སྒྲོག་རོགས་གནང། གལ་སྲིད། Subscribe། བྱས་ཨ་ནི Like། ཁ་ས་འདི Like མ་རེད Like ལྟར་ལེ་སྤྲད་ན་སྤྲད་མ་སྤྲད་ན་མ་སྤྲད། ཨ་ནི་རྣམ་པ་གཙོ་བོ་དྲིའུ་འདི་མནན་པ་ཡིན་ན། ཨ་ནི་ངེད་ཀྱི་རྗེས་མ་བརྙན་ཐུང་འདི་ཁྱེད་རང་ཚོ་ཆས་ཀྱི་མ་རེད་ཨ་ནི། ཁ་ས། ཁྱེད་རང་ཚོ་ལ Notification ལེགས་རོགས་ཨ་ནི་བལྟ་ཡས་ཡོད་རེད། ཡ་ཡ་ནི་ངས next བརྙན་ཐུང་འདི་དག next week ལ་བཟོས་ཐུབ་བས་ཀྱི་ཐབས་ཤེས་བྱའོ། ཐུགས་རྗེ་ཆེ་རྣམ་པ་གཙོ་བ bye ཨ་ནི་བརྒྱུད་སྐུར། Share། གཞན་པ་ལ་ཕན་ཐོགས་དགོས་ན་ནི Share བྱེད་རོགས་བྱེད་ཞུ་ཡིན་ཐུགས་རྗེ་ཆེ bye།